ལྷན་རྒྱས་སྐུ་ཁམས་སམ་རྟ་ཁ་སེང་གེའི་སྔོན་ལ་ནེ་པལ་གྱི་རྩ་ཁྲིམས་ཆེན་མོའི་ནང་ལ་བཀོད་ཡོད་པའི་མི་སེར་གྱི་ཐོབ་ཐང་དང་ནི་ལས་འགན་སྐོར་ལ་འགྲེལ་བཤད་རྒྱག་བཞིན་པ་ཡིན། ཨ་ནི་དེ་ལ་མུ་མཐུད་ནས་དེ་རིང་ཡང། དེའི་སྐོར་ལ་རང་འགྲེལ་བཤད་རྒྱག་རྒྱུ་ཡིན། དེ་རིང་གི་དོན་ཚན་དང་པོ་དེ་གང་ཡིན་ལ་ན། གསང་བ་བྱེད་རྒྱུའི་ཐོབ་ཐང་ད་སོ་སོ་ཨ་ནི། སོ་སོའི་མི་ཚེ་སྐྱེལ་སྟངས་དང་སོ་སོའི་བསྡད་སའི་ཡུལ་དང་ཨ་ནི་སོ་སོའི་བསྡད་སའི་ས་ཆ་དང་ཨ་ནི་སོ་སོའི་རྒྱུ་ནོར་ལོངས་སྤྱོད་དང་ཨ་ནི་སོ་སོ་ལ་ཡོད་པའི་ཡིག་ཆ་དང་ཨ་ནི། སོ་སོའི་མི་གཞན་དག་རྣམས་མཉམ་དུ་བྱིན་གཡབ་ཀྱིས་འབྲེལ་བ་དང། དེ་མིན་གྱི་ནི་སོ་སོའི་ཤེས་སྤྱོད་ཡོད་ར་སྤྱོད་པ་བྱ་བ་སྤྱོད་པ་དེ་ཚོ་ཡི་སྐོར་ལ་ནི་མི་གཞན་པ་ལ་སྨྲ་ཤེས་པ་གསང་བ་བཞག་རྒྱུའི་ཐོབ་ཐང་ཡོད་རེད་ལ་ནི་ཞུ་བཞག་ཏུ། དེའི་འོག་ན་དེ་རིང་དོན་ཚན་གཉིས་པ་དེ་གང་ཡིན་ལ་ན། བཀོལ་སྤྱོད་བྱས་མི་ཆོག་བེད་སྤྱོད་བྱས་མི་ཆོག་པའི་སྐོར་ལ་རེད་བཞག་མི་སུ་ལ་ཡང་དང་གང་ཟག་སུ་ལ་ཡང་ཚེ་གཡོག་བཟོ་ཡས་ལ་སོགས་པ་དང་ཨ་ནི་རང་དབང་བཙན་དབང་བྱེད་ཡས་ནས་ཨ་ནི་ལས་ཀ་བསྐུལ་ཡས་ལ་སོགས་པ་དེ་འདྲས་བྱས་ཆོག་གི་མ་རེད་ལ་ནི་ཤུལ་བཞག་གང་ཟག་སུ་ལ་ཡང་བསྐོལ་བཅོལ་བྱས་མི་ཆོག་ལ་ནི་ཤུལ་བཞག་གང་ཟག་སུ་ལ་ཡང་གང་ཟག་དེ་ཉིད་ཀྱི་ཨ་ནི་ཆོས་ལུགས་དང་ཨ་ནི་འགྲོ་ལུགས་ཁོ་རང་གི་ལུགས་སྲོལ་ཨ་ནི་གོམས་གཤིས་དང་འགྲོ་སྟངས་དང་ལ་སོགས་པ་ལ་བརྟེན་ནས་ཨ་ནི་ཁོ་ལ་བསྐོལ་བཅོལ་དང་དབང་འཛིན་ལ་དབང་བསྐུར་དང་ཨ་ནི་དབང་མེད་དུ་ལས་ཀ་བསྐུལ་ཡས་ལ་སོགས་པ་དེ་འདྲས་བྱས་ཆོག་གི་མ་རེད་ལ་ནི་ཤུལ་བཞག་དང། དེ་མིན་གྱི་གང་ཟག་སུ་ལ་ཡང་ཁྲིམས་འགལ་གྱི་ཉོ་ཚོང་དང་ཨ་ནི། ཚེ་གཡོག་བཞག་མི་ཆོག་ལ་ནི་ཞུས་བཞག་དང། ཨ་ནི་གལ་ཏེ་སུ་ཞིག་གིས། ཚེ་གཡོག་དང་ཨ་ནི་ཁྲིམས་འགལ་གྱི་ཉོ་ཚོང་ལ་སོགས་པ་དེ་མིན་གྱི་ཨ་ནི། བཙན་དབང་གི་ཐོག་ནས་ལས་ཀ་བསྐུལ་ཡ་ལ་སོགས་པ་བྱས་པ་ཡིན་ན་ཁྲིམས་ཀྱི་གཞི་བཟུང་གི་ཉེས་བ་ཡོད་རེད་དེ་མ་ཟད་ཨ་ནི་གྱོང་གུན་འཕོག་མཁན་གྱི་གང་ཟག་དེས་ཨ་ནི། གུན་གསབ་ལེན་རྒྱུའི་ཐོབ་ཐང་ཡོད་རེད་ལབ་ནས་ཤོད་ཤག་འདུག་ཨ་དེ་རིང་གི་དོན་ཚན་གསུམ་པ་དེ་གང་ཡིན་ལབ་ན་ཁོར་ཡུག་གཙང་མའི་ཐོབ་ཐང་ལ་ད་གང་ཟག་ཡོངས་རྫོགས་ད་མི་སེར་ཡོངས་རྫོགས་རྒྱལ་ཁབ་འདིའི་ནང་ལ་དེ་མཁན་གྱི་མི་སེར་ཡོངས་རྫོགས་ལ་ནི་ཁོར་ཡུག་གཙང་མ་ཅིག་ནང་ལ་དེ་རྒྱུ་ཡི་ཐོབ་ཐང་ཡོད་རེད་ལབ་ནས་གལ་ཏེ་མི་གཅིག་གི་ཁོར་ཡུག་དེ་བཙོག་པ་སྦག་བཙོག་བཟོས་ཁོར་ཡུག་ལ་གནོད་པ་འདྲ་བོ་བསྐྱལ་བསྐྱལ་བྱས་ནས་ཨ་ནི་གང་ཟག་གཞན་ཅིག་ལ་གྱོང་གུན་འདྲ་བོ་ཕོག་པ་ཡིན་ན་ཁོ་ཨ་ནི་གུན་གསབ་ལེན་རྒྱུ་ཡི་ཐོབ་ཐང་ཡོད་རེད་ལབ་ནས་ཤོད་ཤག་འདུག། དེ་མིན་གྱི་དེ་རིང་གི་དོན་ཚན་གསུམ་པ་དེ་བཞི་བ་དེ་གང་ཡིན་ན་བཞི་བ་དེ་སློབ་སྦྱོང་གི་ཐོབ་ཐང་རེད་ར་སློབ་སྦྱོང་གི་ཐོབ་ཐང་ནང་ད་ང་རང་ཚོ་མི་སེར་ཡོངས་རྫོགས་ལ་སློབ་སྦྱོང་བྱེད་རྒྱུའི་ཐོབ་ཐང་ཡོད་རེད་ལ་ནི་ཞུས་ཤག་འདུག་དེ་མ་ཚད་དབུས་གཞུང་ནས་ཨ་ནི་རྨང་གཞི་དང་ཨ་ནི་འབྲིང་རིམ་སློབ་གྲྭའི་ཨ་ནི་ཤེས་ཡོན་རག་རྒྱུའི་རིན་མེད་ཐོག་ཐོབ་ཐང་ཡོད་ལ་ནི་ཞུས་ཤག་འདུག་རིན་མེད་ཐོག་ལ་ཨ་ནི་ཤེས་ཡོན་སྦྱང་རྒྱུའི་ཐོབ་ཐང་ཡོད་ལ་ནི་ཞུས་ཤག་འདུག། ཨ་ནི་དེ་མིན་གྱི་ཨ་ནི་མི་སེར་དབང་པོ་ནུས་བ་ཉམས་པ་དང་ཁ་ཤས་ཡོད་རེད་སྙིང་རྗེ་དབང་པོ་ནུས་བ་ཉམས་པ་དང་ཁ་ཤས་ཉམས་ཐག་སྙིང་རྗེ་དཔའ་འབྱོར་མེད་པ་དེ་ཚོ་ལ་ཨ་ནི་རིན་མེད་ཐོག་ལ་སློབ་སྦྱོང་བྱེད་རྒྱུ་ཡིན་དབུས་གཞུང་ནས་ཁྲིམས་གཞི་སྲུང་གི་ཐོབ་ཐང་ཡོད་རེད་ལ་ཞུས་བཞག་འདུག་དེའི་མ་ཚད་ཨ་ནི་འོག་ལ་ཨ་ནི་ཁྲིམས་གཞི་སྲུང་བྱས་ནས་མི། མིག་མཐོང་མི་འདུག་གི་འདི་ཚོ་ལ་ད་ལོང་བའི་ཡི་གེ་ཐོག་ནས་ཨ་ནི་སློབ་སྦྱོང་བྱེད་རྒྱུ་རིན་མེད་ཀྱི་སློབ་སྦྱོང་བྱེད་རྒྱུ་ཐོབ་ཐང་ཡོད་རེད་ལབ་ནས་ཤུལ་བཞག་ཏུ་དེ་མ་ཚད་ཁ་ཤས་ཨ་མཆོག་གོ་མ་ཐུབ་གི་ཁ་ཤས་སྐད་ཆ་བཤད་མ་ཐུབ་གི་དེ་ཚོ་ལ་ཨ་ནི་ལག་རྟགས་དང་རྟགས་འདྲ་མིན་སྣ་ཚོགས་ཐོག་ནས་ཨ་ནི་རིན་མེད་སློབ་སྦྱོང་བྱེད་རྒྱུ་ཡི་ཐོབ་ཐང་ཡོད་རེད་ལབ་ནས་བཀོད་བཞག་འདུག། དེའི་མ་ཚད་ནེ་པ་ལ་རྒྱལ་ཁབ་ནང་ལ་སྡོད་མཁན་གྱི་སྤྱི་ཚོགས་འདྲ་མིན་སྣ་ཚོགས་ཡོད་རེད། ནེ་པ་ནེ་པ་ལ་རྒྱལ་ཁབ་ནང་ལ་ཡོད་མཁན་གྱི་སྤྱི་ཚོགས་ནང་འདྲ་མིན་སྣ་ཚོགས་ཡོད་རེད། དེ་ཚོ་ལ་སོ་སོའི་ཕ་སྐད་དང་མ་སྐད་ཀྱི་བརྒྱུད་ནས་སློབ་སྦྱོང་བྱེད་རྒྱུའི་ཆེད་དུ་སློབ་གྲྭ་ཁག་བཙུགས་ཆོག་གི་རེད་ལ་དྲིས་ཆོག་གི། ཨ་ནི་དེ་རིང་གི་དོན་ཚན་ལྔ་བ་འདི་དག་གང་ཡིན་ལགས་ན་ཨ་ནི། སྐད་དང་རིག་གཞུང་གི་ཐོབ་ཐང། ད་སོ་སོ་སྐད་གཡོ་ར་ཕ་སྐད་ལ་བ་རེད་ད་ཁ་ཤས་ཕ་སྐད་ལ་རེད་ར་ཁ་ཤས་ཀྱི་མ་སྐད་ལ་རེད། ཨ་དེ་ཚོ་སོ་སོའི་ཕ་སྐད་དེ་ཚོ་མ་སྐད་དེ་ཚོ་ཨ་ནི་སོ་སོའི་ཐོབ་ཐང་རེད་ཨ་ནི་བྱས་ཙང་སོ་སོའི་ཕ་སྐད་མ་སྐད་ཐོག་ལ་སྐད་ཆ་བཤད་ཐུབ་ཀྱི་རེད་བཤད་ཆོག་གི་རེད་ཐོབ་ཐང་ཡོད་རེད་ལ་ནི་ཞུས་བཞག་འདུག། དེས་མ་ཚད་མི་འབངས་ཡོངས་རྫོགས་ལ་ནི་སོ་སོའི་རིག་གཞུང་དང། ཆ་ལུགས་དེ་ཚོ་ནི་ལག་ལེན་དང། ཉམས་ལེན་བྱེད་ཆོག་གི་རེད་ད་ནི་ཤོད་ཤག་ཏུ། དེས་མ་ཚད་ཨ་ནི་ནེ་པལ་ནང་ཡོད་མཁན་གྱི་ཨ་ནི་སྤྱི་ཚོགས། ནེ་པ་ལ་ཡོད་མཁན་གྱི་སྤྱི་ཚོགས་འདྲ་མིན་སྣ་ཚོགས་ཡོད་རེད་འགུ་རུང་དང་མ་ཀར་དང་མ་ཀར་གྱི་སྤྱི་ཚོགས་ནི་འགུ་རུང་གི་སྤྱི་ཚོགས་ནི་བོན་ཆེ་ཏི་ཁོ་ཁོ་རང་ཚོ་སྤྱི་ཚོགས་ནི་ང་རང་ཚོ་དོལ་བོ་དགྲ་བོ་སྤྱི་ཚོགས་མང་པོ་ཡོད་རེད་སོ་སོའི་སྤྱི་ཚོགས་ནང་ལ་སྐད་དང་རིག་གཞུང་དེ་ཚོ་ནི་སྲུང་སྐྱོབ་དང་ནི་དར་ཁྱབ་བྱེད་དང་ནི་ཨ་ནི་སྲུང་སྐྱོབ་དེས་མ་ཚད་གོང་སྤེལ་བྱས་དང་ཉམས་པ་བསྟེན་ཏོ་སླར་གསོས་བྱས་དང་མི་ཉམས་ཡས་ཆད་དུ་གོང་སྤེལ་བྱས་དེ་ཚོ་ཚང་མ་ཐོབ་ཐང་ཡོད་རེད་ལ་ནི་དགོས་བཞག་འདུག་ཨ་ནི་དེ་རིང་གི་དོན་ཚན་གཞན་པ་དེ་གང་ཡིན་ལ་ན་ཨ་ནི་བླ་ལས་ཀྱི་ཐོབ་ཐང་ཡོད་ལ་འདུག་ར་ད་བླ་ལས་ཀྱི་ཐོབ་ཐང་ལ་ད་ང་རང་ཚོ་ལས་ཀ་བྱེད་རྒྱུ་གང་ལྟར་གྱི་ལས་ཀ་བྱེད་རྒྱུའི་ཐོབ་ཐང་ཡོད་རེད་ལ་རེད་ད་མི་སུ་གཅིག་ལ་ཡང་ད་སོ་སོའི་མོས་བ་ལ་དཔའ་བའི་སོ་སོའི་འདོད་པ་ལ་དཔའ་བའི་ལས་ཀ་དམ་ཡས་ཀྱི་ཐོབ་ཐང་ཡོད་རེད་ལ་འདུག་ར།

དེ་ག་ཟེར་གྱི་ལས་ཀ་ཆེ་བོ་རེད་ལམ་ཞུས་བཞག་འདུག་ཨ་ནི་མི་སེར་ཡོངས་རྫོགས་ལ་ནི་ལས་ཀ་འདེམས་རྒྱུ་ཡི་ཐོབ་ཐང་ཡོད་རེད་ལམ་སོ་སོ་ལས་ཀ་གང་འདོད་པ་ཡོད་པ་དེ་བྱེད་ཆོག་རྒྱུ་བྱེད་ཆོག་པའི་ཐོབ་ཐང་ཡོད་རེད་ལབ་དོར་དེ་ནས་ཨ་ནི་རྩོལ་བའི་ཐོབ་ཐང་རྩོལ་བས་ད་ལས་ཀ་ནང་ལ་རང་ཚུགས་ཡོད་རེད་རྩོལ་བས་ལ་ན་ད་མི་ཁ་ང་རང་ཚོ་ད་གླ་ལེན་ནས་ཕོག་ཅིག་རག་ཡབ་ཆེད་དུ་རང་གི་ལས་ཀ་ཞིག་བྱེད་འོས་བའོ་དེ་ལ་ལབ་ཀྱི་ཡོད་རེད་དམིགས་བསལ་གྱི་ལུས་པོ་ཡི་དཀའ་ལས་བརྒྱབ། བསམ་བློ་འདྲ་མིན་སྣ་ཚོགས་བཏང་ནས་དེ་ནས་རིག་པ་བཏང་ནས་ལས་ཀ་བྱས་ནས་བླ་བསགས་ཡས་ཀྱི་ཆེད་དུ་རང། Income། ཡོང་ཡས་ཆེད་དུ་རང། ལས་ཀ་དེ་ལ་ཨ་ནི། རྩོལ་བའི་ལས་ཀ་ལབ་ཀྱི་ཡོད་རེད་རྩོལ་བའི་ཐོབ་ཐང་ཨ་ནི་རྩོལ་བའི་ཨ་ནི་ད་ང། ད་ང་རྩོལ་བ་ཡོངས་རྫོགས་ལ། འོས་འཚམས་པའི། རྩོལ་བ་བྱེད་རྒྱུའི་ཐོབ་ཐང་ཡོད་རེད་དམ་ད་ལས་ཀ་ང་རྩོལ་བ་ལ་ནི་ད་ཉིང་ཅིག་དཀའ་ལས་ཀྱང་ཡིན labours ཡོད་ར labours དེ་ཚོ་ལ་སོ་སོ་ཡ་ནི་འདོད་པ་ལ་དཔའ་བའི་ལས་ཀ་བྱེད་ཡ་གྱི་ཐོབ་ཐང་ཡོད་རེད་ལ་ནི་ཞུ་བཞག་དུ་ཨ་ནི་དེའི་མ་ཚད་གང་རེད་དུ་ལ་ན། ང་ཚོ་བ་ཡོངས་རྫོགས་ལ་ཨ་ནི་འོས་འཚམས་པའི་གླ་ཆ་དང་མཐུན་རྐྱེན་དང་ཨ་ནི་རྩོལ་བ་ལ་དཔག་པའི་ཨ་ནི་སྤྱི་ཚོགས་ཀྱི་ཨ་ནི་ཕོག་རག་རྒྱུའི་ཐོབ་ཐང་ཡོད་རེད་དམ་ད་སྤྱི་ཚོགས་ནང་ལ་ཕོག་འདྲ་མིན་སྣ་ཚོགས་རག་གི་ཡོད་ར་རྒན་པ་ལ་རྒན་པའི་ཕོག་ཨ་ནི་གཞོན་པ་ལ་སྤུ་ལ་སྤུ་ཡི་ཕོག་ནད་པ་དེ་ཚོ་ལ་ནད་པ་ཡི་ཕོག་དེ་འདྲ་ར་བ་རག་གི་ཡོད་རེད་དེ་ནང་བཞིན་གྱི་ལས་ཀ་བྱེད་མཁན་དེ་ཚོ་ལ་ཕོག་འདྲ་བ་རག་གི་ཡོད་རེད་མདའ་ཕོག་ལ་ཡི་དང་ད་མང་པོ་ཞིག་འོ་དེ་འདྲ་སྤྱི་ཚོགས་ཀྱི་ག་རེ་སྤྲད་གི་ཡོད་པ་དེ་ནང་བཞིན་རག་དགོས་ཡོད་རེད་རག་དགོས་ཡས་ཀྱི་ཐོབ་ཐང་ཡོད་རེད་ལ་མོ་ར།